དེ་ནས་ཁོང་རྣམས་ག་ལེའི་མཚོའི་ཕ་རོལ་གྱི་གེ་ར་ས་བྱ་བའི་ཡུལ་དུ་ཕེབས་ནས། ཡེ་ཤུ་གྲུ་ལས་བབས་མ་ཐག་དུར་ཁང་གི་ཁྲོད་ནས་གདོན་འདྲེ་མི་གཙང་བ་ཡིས་བཟུང་བའི་མི་ཞིག་ཁོང་དང་མཇལ་བ་དང། མི་དེ་རྒྱུན་དུ་དུར་ཁང་གི་ཁྲོད་དུ་སྡོད་ཅིང་མི་སུས་ཀྱང་ཁོ་བཟུང་ནས་ལྕགས་ཐག་གིས་ཀྱང་འཆིང་བར་མ་ཐུབ། མི་རྣམས་ཀྱིས་ཐེངས་མང་པོར་ལྕགས་ཐག་དང་རྐང་སྒྲོག་གིས་ཁོ་རང་བཅིངས་མྱོང་ནའང་ཁོས་ལྕགས་ཐག་དང་རྐང་སྒྲོག་དེ་ཚོ་དུམ་བུར་བཅད་པས་མི་སུས་ཀྱང་ཁོ་འདུལ་བར་མ་ཐུབ། ཁོས་ཉིན་མཚན་མེད་པར་དུར་ཁང་རྣམས་དང་རིའི་ཁྲོད་ལ་སྐད་ངན་བརྒྱབ་ཅིང་རྡོ་ཡིས་རང་ལུས་རྨས་པར་བྱེད། ཁོས་རྒྱང་རིང་ནས་ཡེ་ཤུ་མཐོང་སྟེ་རྒྱུག་འོངས་ནས་ཁོང་ལ་ཕྱག་འཚལ་བ་དང། ཡེ་ཤུས་ཁོ་ལ། གདོན་འདྲེ་མི་གཙང་བ་ཁྱོད་མི་འདི་ལས་ཕྱིར་བུད་ཅིག་ཅེས་བཀའ་གནང་བས། ཁོས་སྐད་ཆེན་པོས་ཀྱེ། བླ་ན་མེད་པའི་དཀོན་མཆོག་གི་སྲས་ཡེ་ཤུ་ལགས་ང་ཁྱེད་དང་འབྲེལ་བ་ཅི་ཡོད་ངས་དཀོན་མཆོག་གི་མདུན་དུ་ཁྱེད་ལ་ཞུ་ང་ལ་མནར་གཅོད་གཏོང་བ་མ་གནང་ཞེས་ཞུས། ཁོང་གིས་མི་དེར་ཁྱོད་ཀྱི་མིང་ལ་ཅི་ཟེར་ཞེས་དྲིས་ཤིང་མི་དེས་ང་ཚོ་གྲངས་ཀ་མང་བའི་རྐྱེན་གྱིས་མིང་ལ་དཔུང་ཚོགས་ཟེར་ཞེས་ཞུས་ཤིང། ང་ཚོ་གནས་འདི་ནས་ཡུལ་གཞན་ལ་མ་བྲོས་རོགས་ཞེས་ཁོང་ལ་ཞུ་བ་ཡང་ཡང་ཕུལ། དེའི་ཚེ། རིའི་ལོགས་སུ་ཕ་གུ་ཆེན་པོ་ཞིག་འཚོ་བཞིན་ཡོད་པ་དང། གདོན་འདྲེ་མི་གཙང་བ་དེ་ཚོས་ཡེ་ཤུ་ལ་ང་ཚོ་འཕགས་པ་ལ་འཛུལ་བའི་ཕྱིར་ཕ་གུའི་ཁྲུས་ལ་གཏོང་བར་མཛོད་ཅེས་ཞུ་བ་ཕུལ་བ་ལ། ཁོང་གིས་དེ་ཚོ་ལ་དགོངས་པ་གནང་སྟེ། འདོན་སྒྲ་མི་གཙང་བ་དེ་ཚོ་མི་དེ་ནས་ཕྱིར་ཐོན་ཏེ་ཕག་པའི་ནང་དུ་ཞུགས་ཤིང་ཕག་པ་ཉིས་སྟོང་ཙམ་ཡོད་པ་ཚོ་གཡང་གཟར་དུ་མཆོངས་ཤིང་མཚོའི་ནང་དུ་ནུབ་ནས་ཤིའོ། དེ་ནས་ཕག་རྫི་བྲོས་ཏེ་གྲོང་ཁྱེར་དང་སྡེ་པའི་མི་རྣམས་ལ་གནས་ཚུལ་དེ་བཤད་པས་མི་རྣམས་ཅི་བྱུང་བ་ལྟ་རུ་ཡོང། ཁོ་ཚོ་ཡེ་ཤུའི་དྲུང་དུ་སླེབས་དུས་དེ་སྔོན་དཔུང་ཚོགས་ཞེས་པའི་གདོན་འདྲེས་བཟུང་བའི་མི་འདི་དྲན་པ་སོས་ཤིང་གོས་གྱོན་ནས་བསྡད་ཡོད་པ་མཐོང་སྟེ་འཇིགས་སྣང་སྐྱེས། ཡང་གནས་ཚུལ་འདི་མཐོང་བའི་མི་རྣམས་ཀྱིས་གདོན་འདྲེས་བཟུང་བའི་མི་དང་ཕ་ཁྱུ་ལ་བྱུང་བའི་ལོ་རྒྱུས་དེ་མི་ཚོགས་གཞན་ལ་བཤད་པ་དང། མི་དེ་ཚོས་ཡེ་ཤུར་ས་ཆ་གཞན་ལ་ཕེབས་པར་ཞུ་ཞེས་ཞུ་བ་ཡང་ཡང་ཕུལ། དེ་ནས་ཡེ་ཤུ་གྲུའི་ནང་དུ་བཞུགས་པའི་དུས་སུ་དེ་སྔོན་གདོན་འདྲེས་བཟུང་བའི་མི་དེ་ཁོང་ལ་ང་ཡང་ཁྱེད་དང་མཉམ་དུ་ཡོང་གི་ཡིན་ཞེས་ཞུ་བ་ཞུས་ཀྱང། ཁོང་གིས་ཁས་མ་བླངས་པར་མི་དེ་ལ་ཁྱེད་རང་གི་ནང་ལ་སོང་དང་ཁྱེད་ཀྱི་དོན་དུ་དཀོན་མཆོག་གི་ཅི་ལྟར་ལས་ཆེན་པོ་ཞིག་བསྒྲུབ་པ་དང་ཇི་ལྟར་སྙིང་རྗེ་གནང་བ་དེ་ཚོ་གཉེན་ཉེ་རྣམས་ལ་ཤོད་ཅིག་ཅེས་བཀའ་གནང། དེ་ནས་མི་དེ་དེ་ཀ་པོ་ལེ་ཞེས་བྱ་བའི་ཡུལ་ལ་སོང་ནས། ཡེ་ཤུས་ཁོ་རང་གི་དོན་དུ་ཅི་མཛད་པ་རྣམས་མི་ཀུན་ལ་བསྒྲགས་ཤིང་མི་ཐམས་ཅད་ངོ་མཚར་བར་གྱུར།